ད་ཉོས་རྩ་སྒྲོ་སྤྱི་ཟླ་དང་པོ་ཆགས་དེ་གོ་རེད། ཨ་ནི། ད་འདི་ཡིན་དུས་གང་ལ་ཡ། སོ་སོ་ཀྱི་དམག་མིའི་ཟུར་པ། ཅིག་ཡིན་པའི་ཆ་ནས་ད། བཅུ་གཅིག་སྟོང་དགུ་བརྒྱ། བརྒྱ་བཅུ་གྱ་གཉིས་སྤྱི་ཟླ་གཉིས་བའི། ཏཱ་རི་གཉིས་སྤྱི་ཟླ་བཞི་བའི་གི། ཨ་ནི་ཐུགས་ཆེ་སོ་སོ་དམག་མི་ལ་ཡ་འཛུལ་ཞུགས་བྱེད་ཡིན། དེ་ནས་ཨ་ནི་སྤྱི་ཟླ། འདི་གི་ག་སོར་གོ་ལ། ཨ།

Trif Gas Pralin དེ་ཡང་ནི Glacier ལ་ཡར་འགྲོ་ཡི་འདུག་ག་ན་གྱང་བར་འབབ་ཅིག་ནི་བཀའ་སློབ་ཅིག་དམིགས་བསལ་གྱི་ཅིག་ང་ཚོར་ཡར་ཅིག་གོ་སྐབས་བྱུང་སོང། ང་དུས་དུས་ཁོང་གར་སོང་ཟེར་བ་ཡིན་ན། རྒྱ་གར་དེ་སོ་སོ་ཨ་ནི་ད་བལ་ཡུལ་གཉིས་བ་རེད་ང་རང་ཡོང་པ་གཉིས་བ་དེ་ཡོད་ད་གྱང་ཚོ་ས་མཚམས་ལ་ཡོད་ག་ད་འཁྱག་རོམ་གང་ལ Glacier ལ་ཡར་དཀའ་ངལ་ཡོད་རེད་ཡིན་ནའི་དཀའ་ངལ་མ་བཟོད་པའི་ཐོག་ནས་ཨ་ནི་བལ་མ་ཟེར་སོ་སོ་རྒྱལ་ཁབ་དང་མི་རིགས་ལ་ཅི། རྒྱ་གར་གཞུང་དཔོན་མ་ཟིན་བཀའ་དྲིན་ཆེན་པོ་ཡིན་དུས་གང་ལ་ཨ་ན་སང་བཟང་གི་སྲུང་སྐྱོབ་དེ་གའི་ཐོག་ལ་ཡང་གང་ཡོང་ཅི་ཡོང་གནང་དགོས་རེད། དག་ནང་བཞིན་གྱི་གངས་རི་གངས་རི་གི་ཐོག་ལ་ཡང་སློབ་སྦྱོང་ག་འདྲ་ཞིག་རག་དགོས་ཡིན་ན་དེ་ཚོ་ཚང་མ་སློབ་སྦྱོང་དེ་ཚོ་ཉམས་སུ་ལེན་དགོས་རེད། ཨ་མ་འོངས་པ་ང་ཚོ་དེ་འདྲས་མ་རྟགས་བཟང་རང་ཚོ་ཕར་ཕྱི་ལོག་བྱེད་དགོས་རེད་སོ་སོའི་ལུང་པ་ལ་སྡོད་དུས་དམག་མི་དང་གང་ཞིག་དེ་ཡིན་ནས་སྐོར་སྲུང་གི་ལས་ཀ་དེ་འདྲས་ཅང་ཆེ་བོ་ཁེལ་ཡོད་རེད།

ཁོང་གིས་དབོན་ནན་སོང་ཞང་ཞུང་གི་བཀའ་སློབ་དེ་སྙུང་གུ་རུ་བོ་སྟེང་ལ་བག་བཅོག་བྱས་རུ་བ། ད་ནི་ད་ལྟ་བར་དུ་བོད་སོ་སོ་གི་ཕྱིན་ཅི་སོགས་ལ་འབག་ཀྱང་མི་དགའ་ལས། ད་ནི་མི་དགེ་གསུམ་ལ་དམ་བཅའ་གསུམ་ཟེར་བ་ནང་བཞིན། ད་རྒྱ་བོད་གཉིས་ཀྱིས་ལྷག་པར་དུ་སོ་སོ་གི་རྒྱལ་ཁབ་དང་མི་བོའི་ཆེད་དུ་ཏན་ཏན་རང་ག་བ་ཡིན་ན་ཅིག་བྱེད་ཐུབ་ན་བྱེད་ཐུབ་ན་བསམ་མེད་བྱེད་ཉིན་རུ་བ།

ཉི་མས་འོད་ཟེར་ནག་ཞིག་ཁོང་གི་སྟེང་ང་ཚོ་ལ་ཁ་བ་གངས་ཅན་བྱུང་བ་བོད་མི་བརྩམས་ཆོས་ཚང་མ་ལ་ཕོག་དེ་ཡོད་རེད། ད་འདི་གི་ཕོག་རྒྱུ། འོད་ཟེར་ཕོག་རྒྱུ་དེ། ཨ་ནི་བྱིན་རླབས་དེ་འཇུག་མ་འཇུག་གི་ལས་ཀ་བྱེད་མ་བྱེད་དེ་མི་རེ་རེའི་གང་ལ་ལས་འགན་ཆགས་འདུག་རྐྱང་རོ་མ་བྱེད་བཀའ་སློབ་བྱེད་སྒང་འདང་སོང་ཡོད་རེད་ང་མི་གཅིག་གིས་གལ་ཆེ་ཐུ་བས་ཡོང་མ་རེད། ཚང་མས་ཁུར་བླངས་ནས་མིན་རེད་བོད་མི་མི་རེ་རེའི་དགུ་རེ་ལ་སོ་སོ་གི་དཔུང་པ་གང་ལ་ཡང་ལན་གཅིག་ལས་འགན་བྱས་ཡོད་རེད། ད་ཁང་པ་གཟུགས་པོ་དྲོ་རྒྱག་མོ་དྲ་དྲོ་ཅིག་བླངས་ཨ་ནི་དེ་ལྟོ་གོས་ཁོལ་ཁོལ་ཟེར་གླ་དྲོ་ཅིག་ལྟས་རགས་ཞིག་དེའི་ཁུངས་ཐོས་ཡོད་མ་རེད་གཞིས་ལུས་བོད་རྒྱལ་ཁབ་བོད་མི་ཚོས་ལ་མནར་གཅོད་དེ་འདྲའི་མྱངས་ཀྱི་ཡོད་རེད་བ། དེ་གའི་བསམ་བློ་དང་ལྟས་ཁོ་རེ་ལེན་དགོས་རེད་གསུངས་ཡོད་རེད་བ་ཁོང་གིས། དེ་འདི་སོ་སོ་ཡི་དྭགས་རང་ག་ན་ལམ་ན་ཤར་བསྐྱོད་བྱེད་ངེས་མེད་ཅིག་ཡིན་རེད་བ། ཨ་ད་རིའི་སྐབས་སུ་བ་བོ་ལ་ཡ་ངས་ཞུས་སྐད་དེ་ད་རི་ཨ་ནི་རྒྱ་གར་གི་རང་བཙན་གི་ཉིན་མོ་དེ་བོད་ཀྱི་ཉིན་མོ་དང་ལོ་བདུན་ཅུ་དོན་ཉུང་ཁོ་ཡི་ཉིན་མོ་དེ་ལ་ཡ་ཨ་ནི་དཔག་དོན་སྲིད་སྐྱོང། བློ་བཟང་སེང་གེ་ལགས་ལ་ཡང་ཨ་མྱེས་ཀྱི་ཐུགས་རྗེ་ལེགས་པོ་ཅིག་ཞུ་ཡ་ཡིན་འདི་ག་རེ་ཞུ་ཡིན་ཟེར་ན་ཏང་སོ་སོ་རང་ཉིད་མ་ག་ལ་དོག་བྱེད་བྱས། ལོང་གཉིས་རྩ་གསུམ་དང་རྩ་བཞི་ཞབས་ཞུ་ཡིན། དང་ན་ཞིག་གི་སྤྲུལ་བའི་དྲི་བའི་ག་ས་ནང་ལས་ལ་གླེ་ཤར་ལ་འགྲོ་ཡིན། དང་ན་ཞིག་ངེད་ཀྱི་ཆ་ཞིང་ན operation པེ་ཚེ་གསུམ་ཚུད་ཅིག་བྱས་ཤག་དང་པོ་དེ་ལ་ཡང operation མེག་ཏོ་རུ་བ། གཉིས་བ་དེ་ལ་ཡང་གླེ་ཤར་ཅིག་འགྲོ་ཤག་རུ་བ། ཐེངས་གསུམ་པ་དེ་ལ་ཡང Operation Insurgency གསེར་རི་ནང་སྒར་ལ་ཡང་དྲག་སྤྱོད་རུས་ལུགས་ཀྱི་ས་མཚམས་ལ་ཡང་འོ་སྡུག་ཆེ་ཆང་ཟོ་ཅིག་གོ་སྐབས་ཅི་རག་རེད་བ། འོ་དེའི་སྐབས་སུ་ལ་ཡིན་ན་གས་ཨ་ཕ་མ་སྲིད་གས་བ་ཚ་ཡག་པོ་བཞག་ཡོད་རེད་ད་ལྟ་ཡིན་ན་གས་མི་སོ་སོ་སྒང་ལ་ཡང་སྒོ་ཁྲིད་ངས་ད་ལྟ་ཡིན་ན་གཞི་ཆགས་རྙིང་པའི་གས་ཀྱིམ་གསུམ་པ་ནང་ལ་ཡོད་རེད་བློ་བཟང་དར་རྒྱས་སབ་འབྲས་བུ་ལུས་དེ་བློ་བཟང་དར་རྒྱས་སབ་ཟེར་ནས་སྐུ་སྲུང་ཟུར་པ་ཁོ་རང་གས་ང་འོ་ལ་ང་ཚོ་ཞབས་ཞུ་ཞུ་ཡིན། ག་དུས་ན་གོམ་པ་མདུན་སྐྱོད་ཕེབས་ནས་བུ་ལུད་ཕུ་ལུད་དེ་བག་འགོག་ག་ལ་ཤག་ན་གཉེན་ལ་འགྲོ་ངེས་མིན་ཡིན་རུང་བ་དེ་བརྗོད་མོ་གོ་རེད། ང་རང་ཀྱག་ཀྱོག་མིན་ཚང་མ་གོ་གི་རེད་ཀོ་ཀོ་གསར་བ་དང་རྒྱབ་ལོག་ཤག་ཁོང་ཚོར་ཉམས་མྱོང་ཡོད་མ་སོང་སོ་སོ་གཉེན་ལ་བག་འགོག་བཏོན་རྗེས་བུ་ལུད་ཕུ་ལུད་གོན་རྗེས་མགོ་ལ་འགྲོ་ངེས་དེ་འདྲའི་མི་གཅིག་ཡིན་རུང་བ། སྟོན་མོ་སི་ཀི། ཨ་གྲྭ་ཇོ་རུ་ལུ་ཡེ་ནེ་ཀའི་མི་གཉིས་རྗེས་རིས་རེད་ང་ཚོའི་རུ་བ། མཐའ་མ་དེ་ལ་རྒྱལ་ཁ་ཆེན་པོ་སློང་ཡས་རེད་ང་ཚོའི་གི།

གང་ཡོང་ཅི་ཡོང་གནང་སོང། སྟོན་འཁོར་འབུལ་ཅིང་བཀའ་ཕེབས་པ་ནང་བཞིན། འདྲ་ཕྱི་དགྲ་ལ་ནང་དགྲ་འདུག། ཨ་ཏི་ནང་པ་ཚོ་ངས་འགྲེལ་བཤད་མང་པོ་རྒྱག་གི་མེད་དུས་ཚོད་རིང་པོ་འགོར་འགྲོ་གི་རེད། མ་ཡིན་ཁ་ཡོད་མང་པོ་བྱས་སོང་རེད་བ། ཡིན་ནའི་ཁོང་གིས་རྒན་མང་ཚང་ཚང་ཕྱི་རྗེས་སོ་སོ་ལས་འགུལ་འགྲུབ་སོང། དབང། མེ་ཏོག་པད་མ་དེ་ཡིན་ན་སྐལ་བཟང་འདམ་ལ་ཡེ་ནས་ཀྱི་ཡེ་ནས་ཀྱི་འདམ་གྱི་དྲི་མ་མེད་བར་འགྲོ་ཞིང། གསུང་གི་རོལ་དབང་སློབ་དཔོན་རིན་པོ་ཆེ་འཁྲུངས་ཀྱི་ཚོགས་པད་མ་འཁྲུངས་དེ་རྣམས་འཁྲུངས་ལ། འོག་དང་འདི་ནང་བཞིན་གྱི། ཁོ་རང་ཕྱག་ལས་གནང་སོང། དེ་ཡིན་དུས་གང་ལ། ཨན་ངས་དཔག་ཚན་སྲིད་སྐྱོང་བློ་བཟང་སེང་གེ་མཆོག་ལ་ཡང་ཨན་ད་རེས།